ཝུའུ་ཝུའུ་བེ་ཅི་ཏང་དེ་བ་རང་དུ་ཇེའུ་མེའུ་དེ་ནས་བེ་ཅི་ཏང་དེ་བ་རོ་ཅི་ཏང་ཝུའུ་དེ་ཁྱི་མཇུག་དེ་འདྲ་རེད། ཨ་ནི་ཕོ་མོ་ལ་དེ་ཙམ་པ་ལ་ག་རེ་རེད་ལ་ན། ད་ཕོ་དང་མོ་དབྱེ་བ་བྱེད་དང་སེམས་ཅན་ལ་ཡང་ཕོ་མོ་དབྱེ་བ་བྱེད་ཡ། ཨ་ནི་རང་ནས་ཁྱེད་ཀྱི་མི་ལ་སེམས་ད་དབྱེ་བ་བྱེད་ཡ་བྱིའུ་ལ་དབྱེ་བ་བྱེད་ཡ་ཨ་ནི་མིང་དག་ཚང་ལོག་ག་ལོག་ཡོད་རེད་བ། ད་སེམས་ཅན་ལ་སེམས་ཅན་ཕོ་ལ་ཡང་མིང་ལོག་ག་བྱེད་རེད་བ་དེ་ནང་བཞིན་ང་ཚོ་ངོ་སྤྲོད་བྱེད་ཡ་དེ་ད་རིང་འདི་ཚོ་ཚོམ་བྱེད་འདུག་རྣམ་པ་ཚོ་ལ་ངོ་སྤྲོད་བྱེད་དགོས་སོམས་ཟེར་བ། ད། དེའི་ནང་ནས་དང་པོ་དེ་ང་ཚོ་མིང་ཚིག་སྒྲུང་གདའ། ད་མིང་ཚིག་ལ་ག་འདྲས་ཅི་ལ་བོ་རེད་ལབ་ན། ད་བསྡད་ཡོད་དེ། མིང་གི་དགོས་དོན་ཟེར་རོགས་ངོ་བོ་ཙམ་སྟོན་པའི་མིང། མིང་ལ་ག་འདྲས་ཅི་ཡོད་ལབ་ན་ངོ་བོ་ཙམ་སྟོན་པ་རེད། རོ་དེ་ལ་ཡང་བདེ་བཤད་མང་པོ་རིང་པོ་འདི་འདྲས་ཡོད་མ་རེད་ངོ་བོ་ཙམ་སྟོན་པ་ཅིག་རེད་ཟེར་ལབ་ལ། ད་མིང་གི་དགོས་དོན་ཟེར་རོགས་ད་མིང་ལ་ག་འདྲས་ཅི་ལ་བོ་རེད་ལབ་ན་ངོ་བོ་ཙམ་སྟོན་པ། མིང་ཟེར་བ་ངོ་བོ་ཙམ་སྟོན་པ་རེད། དེ་ལ་ཡང་ནི་བརྗོད་པ་རིང་པོ་དང་ནི་འདྲི་གཞི་རིང་པོ་ཞུ་རྒྱུ་དགོས་ཡོད་མ་རེད། ངོ་བོ་ཙམ་སྟོན་པ་རེད། ད་ཞག་ཐང་མ་འདྲ་བ་གཉིས་ཆགས་ཀྱི་འདུག་བ་དོན་དག་ད་གཅིག་ཡང་ན་ལས་ཏེ་ཡང་མེད་ན། ད་བྱ་ངོ་ལ་བཏགས་པའི་བརྡའམ་ཐ་སྙད་དེ་ལ་ད།

ག་ར་ད་གྲ་ན་རུ་གྲོགས་ག་ས་གྲོགས་པ་ན་རུ་པོ་གྲོགས་པོ། ཨ་བོ་ཙག་ཀྱུ་རྫི་ན་རྫིན་ག་ར་ད་གྲ་བོ་སུ་གྲ་རྫི་འདྲ། ཨིན་ཐང་ན་ཤིང་ས་ལ་ད་ལ་ན་རུ་ལོབ་པར་ལོབ་ག་ར་ད་གྲ་བོ་སུ་གྲ་ལོབ་འདྲ། ཕ་མ་ཕ་མ་ལྟ་བུ་སེ་ལ་སོགས་པ་མང་པོ་ཡོད་རེད་ཟེར་ད། ཁྱིམ་ཆེན་ཁྱིམ་ཚང་གྲོགས་པོ་རྫི་འདྲ་ལོབ་འདྲ་ཕ་མ་སོགས་ལྟ་བུ་སེ་ལ་སོགས་མང་པོ་ཡོད་རེད་ཟེར་ད། ད་ང་ཚོ་གིས་ད་དེ་རིང་ག་རེ། སེམས་ཅན་དང་འབྲེལ་བའི་མིང་ད་སེམས་ཅན་དང་འབྲེལ་བའི་ཐོག་ནས་མིང་ག་ཚིག་ཅིག་ཞུ་བས་ན་ད་སེམས་ཅན་ལ་ཡང། གནའ་སྙིང་གསུམ་ཞིག་འདུག་ཨ། ད་ཕེར་ན་ད་ལྟ་ལུགས་ན་དང་པོ་དེ་ལ་ཡང། ཤ་ཟན་སེམས་ཅན་ཤ་ཟ་ཡིན་གྱི་སེམས་ཅན་ཟེར་དང། ཤ་ཟ་ཡིན་སེམས་ཅན་གཅིག་པུ་ཅིག་གི་མིང་དེ་ནང་ལོགས་ད་མང་པོ་ཡོད་མ་རེད་ད་གསུམ་བཞི་ཅིག་ཡོད་རེད་ཨ། ད་གསུམ་བཞི་དེ་འདི་ལྟར་བྱས་ནས་རེ་བ་ཨ་རྣམ་པ་ཚོ་གིས་ག་ཚོད་མང་མང་གིས་ཤ་ཟན་སེམས་ཅན་དེ་ཚད།

ད་གའ་བ་ས་ཁྱིའུ་སི་ག་སིག། ཞིག་རེད་བ། དེ་ནས། བ་མོ། ད་དེ་སེམས་ཅན་དེ་བ་མོ། བ་མོ་ལ་རྣམ་པ་ཚོགས་ཀྱི་སེམས་མང་པོ་མཐོང་མྱོང་ཡོད་ཀྱི་རེད་བ་མོ། བ་མོ་ལས་དེ་བ་མ་ན་རུ་མོ་བ་མོ། རེད་བ། ད་ནང་བཞིན་གྱི། ད་དེ་ནི་ང་ཚོ་གི་ཡོངས་གྲགས་རེད་བ། ཞི་མི། ཤ་ཚ་ཡིན་སེམས་ཅན་རེད་བ། ཞི་མི། ཞི་མི་ཚང་མ་ལ་གོ་བ་ཡོད་ཀྱི་རེད་ད་བེ་ཅི་ནང་ལ་ཞི་མི་ཉར་མཁན་ཡོད་ཀྱི་རེད།

ད་དེ་ཕྱི་ལ་ཡང་ང་ཚོ་གིས་ངོ་སྤྲོད་བྱས་ཏེ་བྱ་གི་མིན་ད་བྱ་རིགས་ད་བྱ་ལ་ན་ག་འདྲ་མི་འདྲ་ཡོད་རེད་བ་ད་དེ་ནང་ག་ཤེད་ཅིག་བཟོ་དོན་ཅི་ཡོད་འདི་ག་ལས་བྱ་ཕོ་བྱ་ནང་ནས་ཕོ་དང་མོ་གཉིས་རེད་བ་བྱ་ཕོ་བྱ་ཕོ་དེ་རེད་དེ།

ངས་ག་རེ་བྱ་ཡོད་ལབ་ན་ཀུ་ཤུའི་ལས་དེ་བྱ་ཡོད། ད་ཀུ་ཤུ་དེ་གི་བརྒྱུད་ནས་ཨ་ནི་ཀུ་ཤུ་དེ་ག་འདྲས་སྒྲུབ་དགོས་ན་ག་འདྲས་སྒྲུབ་དགོས་རེད་ཀུ་ཤུ་དེ་ཀུ་ཤུ་དེ་ཁོ་ད་ག་ཚོད་ལམ་སང་སྐྱེ་ཡོང་རྒྱུ་དེ་མ་རོ་ད་ཁོ་ལ་མང་པོ་ཚང་དགོས་རོ་མང་པོ་ཚང་བའི་རྗེས་ལ་ཨ་ནི་ཀུ་ཤུ་ལས་དེ་སྒྲུབ་དགོས་རོ་འདི་སྒྲུབ་པའི་གི་སྒྲུབ་སྟངས་དེ་ཨ་རྣམ་པ་ཚོ་ལས་དེ་ཉུང་ཉུང་བྱེད་ད་གོ་དེ་འུ་ཅིག་ད་ཞོད་ཅེས་ཨ་ནི་ཀུ་ཤུ་དེ་གི་བརྒྱུད་ནས་མི་མང་པོ་ཞིག་ཡ།

འགྲོ་བ་སློབ་མ། གཉིས་པ་དེ་ལ། ཤིང་སྡོང། དེ་ནས་གསུམ་པ་དེ་ལ། ཆུ། བཞི་བ་དེ་ལ། ས་བོན། ལྔ་བ་དེ་ལ། ལུས། དྲུག་པ་དེ་ལ།

ཕྱིན་ཅུན་ལས་ཚང་མ་འུ་སྦྱར་འུ་སྦྱར་དགོས་རེད་ཕྱིན་ཅུན་འུ་དེ་སྦྱར་དགོས་རེད་ད་བས་ན་དེ་སེ་ཨ་འུ་ཡིག་ཟེར་རོ་འུ་ཡིག་ལ་འུ་ཡིག་ཞེས་པ་ནི་ཆུང་ངུའི་དོན་ཡིན་ཕྱིན་ཅུན་གྱི་དོན་དག་རེད་ད་ངས་འདི་ནང་ལ་འུ་ཡིག་གི་དཔེ་མཚོན་འགའ་ཤས་བཀོད་ཡོད་རེད་འུ་ཡིག་གི་དཔེ་མཚོན་འགའ་ཟེར་འུ་ཡིག་གི་དཔེ་མཚོན་འགའ་ཤས་ཞེས་དཔེར་ན་ཏེའུ་ཟ་བ་ད་པ་ར་ད་ཏྲ་རིང་པོ་ཏེ་ཨ་ཕྱིན་ཅུན་ཏེའུ་ཏེའུ་དེ་ནི་ཏྲ་གི་པུའུ་ལ་ཏེའུ་རེད་བ་ད་མ་གི་འུ་མི་ཨ་ཕྱིན་ཅུན་མིའུ་མིའུ་ལ་ཏྲ་མིའི་པུའུ།

ཧུ་བུ་རེ་ལེ་ལོ། གང་ཟག་ཕོ་ལ་བུ། རེ་བ། གང་ཟག་མོ་ལ་བུ་མོ། བུ་མོ་ལ། ད་འདི་ལྟ་ང་ཚོ་བུ་བུ་མོ་ད། ནམ་རྒྱུན་ལ་འདུག་གོ་རེ་བ། ནི་ནི་ཕོ་མོ་ལ་འདི་ཙམ་པ་ཏེ་སྐར་ལུ་ཏིག་ཏོ། ད་འདི་གཡག། དོ། གཡག་ཕོ་ལ་ཕོ་གཡག་ལའོ་ད་གཡག་གཡག་ཚང་མ་ལ་གཡག་མ་རེད།